འཇིག་རྟེན་མགོ་ནག་གཡུང་གི་མགོན་སྐྱབས། ཚེ་འདི་སྐྱིད་གཉིས་ཀྱི་སྐྱབས་གནས་གོང་ས་ལྷ་མི་རྣམ་འདྲེན་སྐྱབས་མགོན་རྒྱལ་དབང་ཐམས་ཅད་མཁྱེན་གྱི་གཟིགས་པ་ཆེན་པོ་ཤོག། དགུ་གསུམ་དགུ་པ་ཞེན་པའི་སྐུལ་ལྕག་སྔོན་དུ་ཕུད་པའི་ཐོག་ནས། ཨེ་ནས་ད་རེས་ང་རང་ཚོ། སྔོན་འགྲོ་འོས་བསྡུ་གསལ་བསྒྲགས་བསྐྱངས་ཟིན་པ་རེད་འདུག་མགོན་རེ་ས་པ་སངས་ལགས་ཨེ་ནས། པ་སངས་བྱ་བ་ཀུན་ལ་བཟང། ལབ་པ་ནང་བཞིན་གྱི་དབུས་འོས་བསྡུ་ལས་ཁང་གི་ཕྱོགས་ནས། ཨེ་ནས་དེ་དང་འབྲེལ་བའི་ཨེ་ནས་ངས། དགའ་སྤོབས་ཀྱི་ཐོག་ནས་བསམ་ཚུལ་ཐུང་ཐུང་ཅིག་ཞུས་ན་བསམ་སོང། དེ་ཡང་དཔེ་མཚོན་ཏེ། ཉིས་སྟོང་ཉི་ཤུ་རྩ་དྲུག་སྲིད་སྤྱི་གཉིས་ཀྱི་འོས་བསྡུའི་རྟར་རྒྱུག་ཆེན་མོ་ཟེར་མགོ་འགྱོད་ལ་བཞག་པའི་ཐོག་ནས་འདི་ངས་འགྲེལ་བརྗོད་ཐུང་ཐུང་ཅིག་ཞུས་ན་བསམ་སོང་དེ་ཨེ་ན་ང་རང་རང་གི་བསམ་ཚུལ་ཅིག་ཡིན། སྟག་ཟེར་ཉིན་དེ་ཅང་ཤེས་ཀྱི་རྟ་ཕོ་མེད་ན་མི་རུང་བའི་སེམས་ཅན་གྱི་ནང་ནས་མཆོག་ཏུ་གྱུར་པ་ཞིག་ཨེ་ནས་ང་རང་ཚོ་སྔོན་མེད་ཀྱི་སྐབས་སུ་ཡིན་ན

འདིས་སྔོན་འགྲོ་གི་འོས་བསྡུ་དེ་སྲིད་སྤྱི་གཉིས་ཀྱི་འོས་བསྡུ་དེ་རྩར་རྒྱུག་ཆེན་མོ་བཞག་དགོས་ཡ་དེ་རྒྱུ་མཚན་དེ་ཨེ་ནས་བདེ་སྐྱིད་དེ་མ་འགྲིག་སྟབས་འདྲེ་ལྷུན་གྲུབ་འདྲ་ཞིག་བྱུང་འདུག་བསམ་པ་གཅིག་ནི་ཡོང་གི་འདུག་དེ་ལ་བརྟེན་ནས་ངས་འགྲེལ་བརྗོད་ཞུ་ཡ་ཡིན་ཞུ་ཡ་ཡིན། ཨེ་ནས་ད་ག་ནང་བཞིན་ད་ལྟ་ཨེ་ནས་ཚང་མ་ལ་ཨེ་ནས་སྟག་གི་ནང་ལ་འགྲོ་སྟངས་རྣམ་པ་མང་པོ་ཞིག་ཡོད་ཡོད་རེད། ཨེ་ནས་གཅིག་སྟག་གི་འགྲོ་སྟངས་ཡོད་ན་ཤུགས་ཡོད་ན་མེད་ན

ད་དེ་འདྲ་ཞིན་པ་ཙང་ད་ལྟ་ང་རང་ཚོ་སྟོང་གྲོགས་ཟེར་ཉེན་དེ་རང་བཞིན་གྱི་གད་སྐད་ཅིག་བྱ་གོ་མེད་ད་མི་དེ་གཞོན་དེ་ཡ་ཙམ་གྱི་མ་གཏོགས་མི་དེ་སག་ལོག་ནས་ཉམ་ར་བོ་ཅིག་བྱས་ནས་འགྲོ་ཡ་རེད་སྟག་གི་སྒང་ལ་ད་ཁོ་རང་ཤ་རེ་འགྲོ་ཤག་གི་རེད་ག་བ་འགྲོ་གོ་ཡོད་ན་དེ་ལ་དེ་འདྲ་ཡིན་ཙང་ཨེ་ནི་སྟོང་སྒྲོ་ཟེར་ཡ་དེ་རེད་ལབ་སྒྲོ་ཟེར་ཉེན་ཏེ་ཨེ་ནི་ཏིག་སྒྲོ་རང་བཞིན་གྱི་རྟགས་ཁོ་རང་ལ་མེད་པ་ཡིན་ཙང་ཨེ་ནི་མིག་གིས་ཨེ་ནི་ཏེ་བལྟས་སུ་རྟགས་ཀྱི་ལྷབ་དེ་ཚོ་ཁ་བཀག་ཨེ་ནི་ཡོབ་དེ་ཚོ་བཏུང། ཨེ་ནི་རྐུབ་དེ་ཚོ་ལ་བལྟས་ཅག་བལྟས་སུ་བལྟས་སུ་ཞུས་ནས་དེ་ལ་ལབ་སྒྲོ་ཟེར་གྱི་རེད། ལབ་ནས་སྒྲོ་སྐྱོགས་དེ་ལ་མཚམས་མཚམས་ལ་ཡང་སྒྲོ་དེ་བཞེགས་འགྲོ་གི་རེད་འགག་འགྲོ་གི་རེད་འཁྲིལ་འགྲོ་གི་རེད་བསྲེ་ལྷད་མང་པོ་ཅིག་ཡོང་ཐུབ་ཀྱི་ཡོད་རེད། གོམ་འགྲོ་ཟེར་ཡ་དེ་སྟག་གམ་སྟག་གི་གོམ་པ་ཁོ་རང་མིན་ཟེར་གྱི་གོམ་པ་ལ་ལྟས་སུ་གྲགས་ཀ་མགྱོགས་ཀ་དེ་ལ་གོམ་འགྲོ་ཟེར་གི་ཡོད་རེད་འགྲོ་རྣམ་པ་གསུམ་དེ་ཧུ་ཐུག་སུ་རེད། དེ་གི་ནང་ནས་འགྲོ་རྣམ་པ་གསུམ་གི་ནང་ནས་ཀོང་ལེ་ཏོག་ཀོང་སྲིད་སྐྱོང་སྤེན་པ་ཚེ་རིང་སོགས་ཀྱི་ཆིབས་རྟ་དེ་ཨེ་ནི། སྟོང་འགྲོ་ཟེར་ངེས་དེ་རེད་ཤག། རང་བཞིན་གྱི་ཤ་རེ་དེ་གང་ལ་གཞོན་ཉིད་ཀྱི་མི་དེ་ཡིན་ན་ཉམས་འདྲ་པོ་ཞིག་བྱས་ནས་བསགས་འོང་ནས་ཨེ་ནས་ད་ཁོ་རང་ཡིན་ན་ག་བ་ལ་འགྲོ་དགོས་ཀྱི་འདུག་དེ་ལས་ཤ་རེ་གདེང་དཔབ་ཏུ་འདེམས་པའི་ཐོག་ནས་འགྲོ་ཐུབ་མཁན་ཨེ་ནས་དཀར་པོ་ཆིག་རྒྱུགས་སྔུན་ལ་ཤ་རེ་སླེབས་དེ་ཡ་དེ་སྟོང་འགྲོ་ཟེར་ངེས་དེ་རེད་དེ་སྐུ་འོང་སྤེན་པ་ཚེ་རིང་གི་ཆིབས་རྟ་དེ་རེད་ཨེ་ནས་ད་ལྟ་སྐུ་འོང་སྐལ་རྡོར་ལགས་ཀྱི་ཆིབས་རྟ་དེ་བསླབ་འགྲོ་ཟེར་ངེས་དེ་རེད་ཨེ་ནས་དེ་ཡང་དེ་ཙམ་གྱིས་ཤ་གདེང་དཔབ་ཆེན་པོ་གི་ཐོག་ནས་འགྲོ་ཐུབ་ཀྱི་ཡོད་མ་རེད་འགག་གི་ཡོད་རེད་འཁྲིལ་གྱི་ཡོད་རེད།

དེ་འགྲན་བསྡུར་གྱི་ནང་ལ་ཆ་ཤས་གླེན་པ་ཙམ་གྱི་རེད་མ་གཏོགས་གལ་གལ་སླེབས་ཡ་ཟིན་ཡོད་མ་རེད། འོ་དེ་ཚང་མ་ཨེ་ནི་གོམ་འགྲོས་ཟེར་ཡ་དེ་རེད། དེ་གི་ནང་ན་རིགས་གཅིག་ཨེ་ནི་མི་གཅིག་ཨེ་ནི་པའི། ཆ་ཤས་གང་གླེན་ཡ་བྱུང་ཡོད་མ་རེད་ད་དང་པོ་ཕྱོགས་མང་དུ་ནི་གཅིག་བྱོན་པ་རེད་དེ་ཨེ་ནི་དོ་ལོ་གཡུག་པ་རེད་དོ་ལོ་གཡུག་ཟེར་ན་ཨེ་ནི་འབྲོག་པའི་སྐད་རེད་སྟག་གི་དག་པ་རེད་དོག་དོག་ཁོ་ན་སྟག་གི་དག་པ་བྱས་ནས་ཨེ་ནི། ན་བ་ཞི་བ་ཕོག་བ་ཟེར་རེད་མགོ་ལ་ཕོག་བས་ན་ཁ་བ་ཕོག་གི་ཡོད་ན་ཨེ་ནི་པའི་སྡུག་སྐད་པའི་ཞི་བ་གཅིག་རྒྱབ་དེ་གི་འདུག་ཟེར་ཞུ་ཡ་ཡིན། འོ་འདི་འདྲས་སུ་བྱུང། ཆ་ཤས་གླེང་སྟངས་དེ་ཚོ་འོ་འདི་འདྲས་སུ་རེད། ད་ལྟ་ཨེ་ནི་ཀོང་སྤེན་པ་ཚེ་རིང་མཆོག་གིས་ཨེ་ནི་ཆིབས་རྟ་དེ་སྟོང་འགྲོ་ཟེར་ནས་དེ་ཨེ་ནི་དཔེ་དཀར་པོ་ཆིག་རྒྱུགས། སུ་གཅིག་ཉལ་ས་ཐི་བི་ལ་ད་འདི་ནོན་ཡོང་གི་འདུག་འདི་ཨེ་ནི་ག་རོགས་སླེབས་ཡོང་གི་འདུག་བསམ་བསམ་འདྲ་བོ་མེད་ད་སླེབས་ཐུབ་པ་བྱུང་ཡོད་རེད་ཨེ་ནི། དེ་ངས་དགོངས་ཆོག་ལ་སླར་ཡང་ཉིས་སྟོང་ཉིས་བརྒྱ་རྩ་དྲུག་གི་སྲིད་སྐྱོང་གི་ཞབས་བཀྱག་གི་ཐོག་ལ་ཕེབས་ཐུབ་པ་དེ་ལ་སྙིང་དབུས་ནས་ངས་དགའ་བསུ་དང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། དེ་ཡང་སྐུ་ངོ་ཁོང་རང་མཆོག་གི་ངོས་ནས་ཡིན་ན་ཡང། ང་སྲིད་སྐྱོང་གི་འོས་མི་ལས་ལངས་ཀྱི་ཡིན་གསུང་ཡ་ཙམ་གྱིས་མ་གཏོགས། ནི་ལོ་ལྔ་གི་ནང་ལ་ལས་ཀ་འདི་དང་འདི་བྱས་པ་ཡིན་གྲུབ་འབྲས་འདི་དང་འདི་བཏོན་པ་ཡིན། མ་འོངས་ལོ་ལྔ་གི་ནང་ལ་བྱེད་འཆར་འདི་ཡོད་འདི་དང་འདི་ངས་བྱེད་ཀྱི་ཡིན་ཟེར་ལ་སོགས་པ། མི་དམངས་ཀྱི་ནང་ལ་འོས་བསྡུ་དང་འབྲེལ་བའི་ཁྱབ་བསྒྲགས་ཚིག་གཅིག་ལ་བཟུང་ཡོད་པ་མ་རེད། དེ་ཀུན་ཁོང་རང་གི་གདེང་སྤོབས་ཆེན་པོ་གི་ཐོག་ནས་བཞུགས་ཡོད་པ་རེད། རྒྱ་ཆེ་མང་ཚོགས་ཀྱི་ཡིན་ནའི་དེ་ག་ནང་བཞིན་ལོ་ལྔ་གི་ནང་ལ་ཀོང་ཕྱོགས་ཀྱི་ཕྱིའི་གི་རྒྱལ་ཁབ་ཁག་ལ་འབྲེལ་བ་བྱེད་སྟངས་དང། བོད་དོན་ཞུ་གཏུག་བྱེད་སྟངས་དང། གཞི་རིམ་མི་མང་རྒྱ་ཆེ་མང་ཚོགས་ཀྱི་ནང་ལ་གཟིགས་ཞིབ་གནང་སྟངས་དང། འབྲེལ་བ་གནང་སྟངས་དང་བདེ་སྐྱིད་ཚང་མ་ལ་མཛད་རྗེས་དེ་ལས་གཟིགས་བྱས་ནས་མི་མང་ཚང་མ་གི་ངོས་ནས་རྒྱ་ཆེ་རྒྱ་བློ་དཀར་བའི་ཐོག་ནས་འོས་ཤོག་ཚད་མཐོན་པོ་དེ་ག་སུ་སླེབས་ཐུབ་ཡ་དེ་འདི་གཉིས་ཀྱི་དབུས་འཐུས་མཉེ་དང་རྒྱ་ཆེ་མང་ཚོགས་ཀྱི་བློ་སྐལ་བཞག་པ་དེ་ར་སྤྲོད་གསལ་པོ་ཅིག་བྱུང་པ་རེད། ཨེ་ནི་དེ་གི་ནང་ལ་ཡང་འགའ་ཞིག་གིས་ཨེ་ནི་ཨེ་འདྲའི་ལབ་དེ་གི་ཡོད་རེད་ཨེ་ནི། དེང་སང། བོད་ང་རང་ཚོའོ་ཤོག་གི་མི་དེ་དམངས་གཙོ་ཚད་དང་ལྡན་གི་མི་འདུག་ཟེར་ཨེ་ནི། དེ་དཔེ་ཅིག་རྨོངས་དད་ཞེ་བོ་ཞིག་འདུག་ཟེར་ནི་སྐད་ཆ་བཤད་དེ་གི་འདུག། དེ་རྩ་བ་ཉིད་ནི་ཡོད་མ་རེད་རྨོངས་དད་དེ་དག་ཨེ་ནི་གོང་ས་ལྷ་མི་རྣམས་འདྲའི་སྐྱབས་མགོན་རྒྱལ་དབང་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་གི་དམངས་གཙོ་གསོལ་ཚིགས་གནང་བྱས་ནས་ང་ཚོ་ལོ་སྟོབས་ནག་འདི་འགྲོ་གི་ཡོད་རེད་རྨོངས་དད་ཅིག་དང་ག་བ་ལ་ཡོང། ཨེ་ན་ཐ་ན་ཁོ་རང་བྱང་ཐང་གི་རལ་རྩེད་ལུག་རྩེད་ནས་ཡིན་ན་འོ་ཞོག་ལུག་ཐང་ཞེས་བྱས་ནས་མི་ག་འདྲས་ཀྱིས་འདམས་ཀྱི་འདུག་དེ་ཚོ་ཚང་མ་ཨེ་ནི་ངས་བྱས་ནས་ཆ་ཤས་གླེང་གི་ཡོད་རེད་གོ་སྐབས་བཟང་པོ་དེ་ཨེ་ནི་ཚང་མ་གིས་བཞེས་གནང་གི་ཡོད་རེད་རྨོངས་དད་ཡོང་ཡ་ཅིག་ད་ཕ་རི་བང་རྒྱན་དེ་རྩ་བ་ཉིད་ནས་ཡོད་མ་རེད་རྨོངས་དད་འདུག་ཟེར་ཡ་དང་ཨེ་ནི།

ཁག་བཀྲིས་ཟེར་བསམ་གྱི་རེད་མ་གཏོགས་རྒྱ་ཆ་རྒྱ་ནི་རྒྱ་མ་རེད་མི་མང་ཚང་མ་རང་རང་གི་ཐོབ་ཐང་ངོ་བོ་གཅིག་པོ་དེ་དག་ཨེ་ནས་རང་རང་ག་ཞིང་སྤྲོས་པའི་ཐོག་ནས་ཚང་མ་གི་བླུགས་ཡོད་རེད་ཨེ་ནས་ང་ཚོ་གི་བྱང་ཐང་ལྟ་བུ་ཅིག་གི་ཨེ་ནས་མཐའ་འཁོབ་ལྟ་བུ་ཅིག་རེད་ད་བྱང་ཐང་དེ་ཚོ་དངོས་གནས་ཚབ་རྩིས་ཀྱི་གོ་རྟོགས་ཞན་པོ་ཡིན་རེད་རེད་ཟེར་གི་རེད་དེ་ཡིན་ནས་དེང་སང་དཔེ་ཡག་པོ་ཡོད་རེད་ཚང་མ་ཨེ་ནས་གོ་རྟོགས་ཧ་གོ་བྱས་ནས་སྲིད་སྐྱོང་སུ་ལ་བླུགས་གི་འདུག་སྤྱི་འཐུས་སུ་ལ་བདམས་གི་འདུག་དེ་ཚོ་ཚང་མ་ངས་བྱས་ནས

བཙན་བྱོལ་སྤྱི་ཚོགས་ཀྱི་ནང་ལ་ཨེ་ནི་བཀའ་བློན་གནང་ཐུབ་མྱེད་དང་སྤྱི་འཐུས་གནང་ཐུབ་མྱེད་དང་ཤེས་ཡོན་ཅན་དང་ལྷག་བསམ་ཅན་དང། ང་ཚོ་ལས་ཉུང། རྩ་བ་ཉིད་ནས་ཉུང་ཉུང་ཡོད་བ་མ་རེད། ཨེ་ནི་ག་ཚོད་གདམ་གདམ་ཡོད་རེད་ཨེ་ནི་དེ། ཆ་ཚང་གྱི་གདམ་གནང་རོགས་གནང། ད་ག་ནང་བཞིན་ཨེ་ནི་སྤྱི་འཐུས་གྲོས་ཚོགས་ཀྱི་ནང་ལ་ཡིན་ན། སྤྱི་འཐུས་རྣམ་པ་ཚོ་གིས།

ཆིབས་རྟ་དེ་སྟོང་འགྲོ་རང་རེད་ཤག་ཨེ་ནི་ཨང་དང་པོ་ལ་དཀར་པོ་ཆིག་རྒྱུག་བྱེད་ནས་ཕེབས་བསྡད་ཤག་སླར་ཡང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན་དེ་ཨ་ནང་བཞིན་གྱི་ཨེ་ནི་མཁན་རབས་མང་པོ་ཆིག་ཨེ་ནི་ཉམས་མྱོང་ལྡན་པ་མང་པོ་ཆིག་ཕེབས་བསྡད་ཤག་ཆིབས་རྟ་ཚང་མ་སྟོང་འགྲོ་ཤག་རེད་འདུག་ཨེ་ནི་དེ་ཚོ་ཚང་མ་ལ་ངས་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན་ཨེ་ནི་ཡང་ངས་བརྙན་ཐུང་རྔན་མ་གི་ནང་ལ་ཅིག་ཞུ་ཡ་བྱུང་རྩ་ཤེར་ལ་ཟག་སྐྱེ་བ་ནོར་བུ་དང་འདི་གཉིས་ཀྱི་རིགས་ཁ་ཤི་ཡོད་རེད་ཨེ་ནི་དེ་གཅིག་དེ་ཨེ་ནི་མ་མ་ལ་ཟག་བསྡད་ཤག་ཨེ་ནི་དེ་ཟག་གོ་ཡ་ཅི་ཡ་རེད་ཨེ་ནི་དེ། མ་འོངས་པའི་སྤྱི་འཐུས་ཁྱེད་རང་ཚོ་དབུས་གཙང་གི་སྤྱི་འཐུས་ཕེབས་ཉེས་འཛུགས་ཀྱི་དགོངས་པ་ལ་བཞག་དགོས་ཡ་གི་དཔེ་སྟོན་ལས་ས་ལྟ་བུ་ཆགས་ཐུག་ཡོད་རེད་ཟེར་རྒྱུ་ཡ་ཡིན། དབུས་གཙང་རྒྱ་ཆེ་མང་ཚོགས་དེ་ལམ་དབུ་མ་ལ་རྒྱབ་སྐྱོར་མཐའ་གཅིག་ཏུ་ཞུ་ཉེན་དང་གོང་ས་མཆོག་གི་བཀའ་དགོངས་བཞིན་རྗེས་སུ་ཡི་རང་ཞུ་ཉེན་ཅིག་དང། བོད་མིའི་སྒྲིག་འཛུགས་ལ་དབུ་གུར་དཔུང་འདེགས་མཐའ་གཅིག་ཏུ་ཞུ་དད་ཉེན་ཅིག་དེ་ཡང་མིག་བཙུམ་ནས་ཞུ་གི་ཡོད་མ་རེད། ནོར་གྱི་འདུག་ན་ནོར་གྱི་འདུག་འགྲིག་གི་འདུག་ན་ཨེ་ནས་བདེ་སྐྱིད་ལ་ཨེ་ནས་མཐའ་གཅིག་ཏུ་རྒྱབ་སྐྱོར་ཞུས་བསྡད་ཉན་གྱི་རྒྱ་ཆེ་མང་ཙོགས་ཤིག་རེད། དེ་འདྲ་ཡིན་ཙང་ཨེ་ནས་དེ་དང་ལྡོག་ཕྱོགས་འགྲོ་ཉན་གྱི་མི་ཅིག་ཡོད་ན། ད་ཟླ་ཚུགས་པ་ང་རང་ཚོ་ལོ་མང་པོ་ཅིག་གི་སྔུན་ལ། མི་དྲག་ག་དྲག་ག་ཡིན་ཟེར་ཉན་ཁ་ཤས་ཁ་ཤས་མ་མ་མ་མ་ལ་ཟགས་བསྡད་ངེས་བྱུང་སོང་དེ་ཚོ་ཨེ་ནས་དཔེ་མཚོན་ཙམ་གྱི་རེད། མ་འོངས་པ་ཁྱེད་རང་ཚོ་གི་ཐོག་ལ་ཡང་དེ་འདྲ་འོང་མ་སྲིད་པ་མ་རེད་གཟབ་གཟབ་གནང་དགོས་ཡ་དེ་ཤིན་ཏུ་ནས་གལ་ཆེན་པོ་རེད་བསུ་བདེ་སྐྱིད་དུ་ཐུགས་ལ་ངེས་པ་གནང་རོགས་གནང་ཟེར་ཞུ་ཡ་ཡིན། ལགས་སོ་ཨེ་ནི་འདི་ང་རང་གལ་པོ་ཅིག་གི་བསམ་ཚུལ་རང་ཡིན་མ་གཏོགས་ཨེ་ནི་ངས་གལ་ཞུས་དང་ཡ་ཟེར་མི་འདུག་དེ་འདྲ་ཡིན་ཙང་ཨེ་ནི་ད་རེས་ཨེ་ནི། སྤྱི་འཐུས་ཨེ་ནས་ད་ཧ་ལམ་སྔོན་འགྲོ་གི། གསལ་བསྒྲགས་དེ་ཨེ་ནས་འདམ་བུའི་རས་གཟར་པ་སངས་ལ་ཨེ་ནས་པ་སངས་བྱ་བ་ཀུན་ལ་བཟང། འོས་བསྡུ་ལས་ཁང་གི་ཕྱོགས་ནས་ཁྱབ་བསྒྲགས་བསྐྱངས་ཟིན་སོང་ཨེ་ནས་དེ་ལ་ཨེ་ནས་སྐུ་ངོ་མཆོག་སླར་ཡང་འགྲན་རྩོད་མེད་པར་དངོས་གཞི་གི་ནང་ལ་ཕེབས་མ་དགོས་པ་བྱས་ནས་ཁོང་སྤེན་པ་ཚེ་རིང་མཆོག་སྲིད་སྐྱོང་གི་ཞབས་བཀྱག་ལ་ཕེབས་ཐུབ་པ་བྱུང་ཡོད་རེད་ད་ག་ནང་བཞིན་ཨེ་ནས་སྤྱི་འཐུས་དོན་གཙོ་ཡིན་ན་ད་མ་འོག་དེ་བས་ན་ཨེ་ནས་རེས་གཉིས་སུ་འགྱུར་བ་ཐེབས་སྲིད་པ་རེད་མ་གཏོགས་མང་ཆེས་ཀྱི་ད་ངའི་ཚར་བ་ལྟ་བུ་ཅིག་རེད། ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཡོད། ཨེ་ནས་གོང་དུ་ངས་ཞུས་པ་ནང་བཞིན་ཨེ་ནས་གོང་ས་མཆོག་གི་བཀའ་དང་མ་འགལ་བར་གྱི་སྤྱི་འཐུས་ཚང་མ་དེ་གནང་དགོས་དེ་ཤིན་ཏུ་གལ་ཆེན་པོ་ཞིག་རེད། ཨེ་དེ་ཙམ་ཨེ་ནས་ཁ་ཙམ་མིན་པ་ཞིང་ཐག་པ་ནས་ཨེ་ནས་པའི་གོང་ས་མཆོག་གི་བཀའ་དང་མ་འབྲེལ་བ་ཞིག་མ་འགལ་བ་ཞིག་ཡོང་དགོས་དེ་ཤིན་ཏུ་གལ་ཆེན་པོ་རེད་ད་ལྟ་ཚོ་ང་རང་ཚོ་ཚང་མ་ཁྱེད་རང་ཚོ་སྲིད་སྐྱོང་ཡིན་ན་འདྲ་སྤྱི་འཐུས་ཡིན་ན་འདྲ་ང་ཚོ་རྒྱ་ཆེ་མང་ཚོགས་ཡིན་ན་འདྲ། འཛམ་བུ་གླིང་གི་ནང་ལ་མགོ་བཏགས་བྱས་ནས་ཁྱག་ཁྱག་བྱས་ནས་འགྲོ་བསྡད་ཡ་དེ་གོང་ས་མཆོག་གི་བཀའ་དྲིན་ཉག་གཅིག་ལ་བསྡད་ནས་བྱུང་བཞག་པ་ཞིག་རེད་མ་གཏོགས་དེ་ང་རང་ཚོ་སུས་གཅིག་གིས་འཇོན་བསྡད་ཡོད་བསམ་ཡ་རྩ་བ་ཉིད་ནས་མ་རེད། གོང་ས་མཆོག་གི་བཀའ་དྲིན་ཉག་གཅིག་ལ་བརྟེན་བྱས་ནས་ང་རང་ཚོ་ད་ལྟ་ཚོ་ཨེ་ནི་བཙན་བྱོལ་འདྲ་འདྲའི་ནང་ན་མི་འདྲ་བ་བོ་དོན་དེ་ཨེ་ནི་མི་ལོ་ལྔ་བཅུ་དྲུག་ཅུ་ཟིན་པ་ཡིན་ན་འཛམ་བུ་གླིང་རྒྱལ་སྤྱི་གི་སྟེང་ན་གསོན་པོར་ལུས་ཐུབ་པ་དེ་ཁོང་གི་བཀའ་དྲིན་ཉག་གཅིག་རེད། ཨེ་ནི། མི་རོགས་མི་ལྟོགས་ཨེ་ནི་གན་པ་རྫོགས་ཀྱི་མཛད་རྗེས་དེ། དེ་སྟེ་དེ་ང་རང་ཚོ་བསམ་གཞིག་བཏང་པའི་ཐོག་ནས་དེ་སྐད་ཀྱི་མཛད་རྗེས་དེ་ལ་རྐང་རྗེས་ལག་སུབ་ལྟ་བུ་མ་ཡོང་པ་ཅིག་ཁྱེད་རང་ཚོ་ཚང་མ་གིས་ཕྱག་ལས་དབུ་ཁྲིད་གནང་མཁན་ཚང་མ་གིས་འགན་བཞེས་ནས་གནང་དགོས་ཡ་དེ་ཤིན་ཏུ་གལ་ཆེན་པོ་རེད་ཟེར་རྒྱུ་ཡང་ཡིན། ལགས་སོ་ཨེ་ནི་མཐའ་དོན་དུ། བོད་གཞིས་བྱེས་མཉམ་འཛོམས་ཡོང་པའི་ཨེ་ནི་སྨོན་འདུན་དང་གོང་ས་མཆོག་ཨེ་ནི་སྐུ་ཚེ། ཁྲི་ལོ་ཁྲི་ལོར་བསྟན་པའི་སྔོན་དོན་འདི་བཅས་ནི་མཚམས་འདྲི་བཀྲ་ཤིས་བདེ་ལེགས།